ཨོ། བོད་མི་ཤ་ཁྲག་གཅིག་པའི་བོད་མི། ཤ་ཁྲག་གཅིག་པའི་བོད་མི། ལོ་སྟོང་ཕྲག་ཁ་ཤས་ནས་བཟི་བའི་ཡིན་ན་ཤ་ཁྲག་གཅིག་པའི་བོད་མི་རེད་ད། བོད་འདི་ས་ཡ་ཆེན་པོ་རེད་བ། རྒྱ་ནག་ཕྱོགས་ནས་ཡང་ཁམས་ནས་ཡ་བྱས། དེ་ནས་ཨ་མདོ་ནས་མ་བྱས་བྱས། དེ་ནས་མངའ་རིས་ནས་བྱས། དེ་ནས་གར་སོག་རེ། བལ་ཡུལ་ཕྱོགས་ནས་ཕ། གངས་རི་ཇོ་མོ་ལུང་མ་ནས་བྱས། ཡང་ལྷ་ས་ལ་ཆུ་བོའི་མི་དེ་ཚང་མ། བོད་རིགས་གཅིག་རེད། དེ་དཔའ་རུག་ལ་དབྱེ་འབྱེད་རྩ་བ་རང་ནས་འགོག་ཡོད་མ་རེད། དེ་ནང་ལ་ཡོད་པའི་མི་དེ་བོད་པ་གཅིག་རྩིས་འགོག་དགོས་རེད། དེ་འདྲ་ཡིན་དུས་རྩམ་པ་ཆོལ་ཁ་ཆོས་ལུགས་ཟེར་འདི་བཟོས་པ་དེ་ཧ་ཅང་གི་ནོར་བ་རེད། སྐྱབས་བཅོལ་ནང་ལ་སླེབས་ནས་ང་ཚོ་བཟོས་བ་རེད་ཧ་ཅང་གི་ནོར་བ་རེད། དེ་ཨེ་ནོ་ཨའི་རྒྱུ་མཚན་ག་རེ་ཟེར་ན་དེ་ཆོལ་ཁ་ང་ཚོ་དབྱེ་འབྱེད་ཀྱིས་བཟོས་པ་རེད་བ། དབྱེ་འབྱེད་ཀྱིས་བཟོས་པ་དེ་ནས་ང་ཚོ་མཐུན་ལམ་རྡོག་རྩ་གཅིག་སྒྲིལ་ཡོང་དགོས་དགོས་མ་རེད། དབྱེ་འབྱེད་དེ་བཟོས་པའི་ཐོག་ནས་སྤྱི་འཐུས་ལྷན་ཁང་ལ་ཡང་བདེ་པོ་ཡོད་མ་རེད། འོང། སོ་སོ་སོའི་ཁུངས་ནས་སོ་སོ་སོ་ལ་དགའ་མཁན་གྱི་མི་ཡག་ག་ཅིག་བདམས་ཡོང་དགོས་བ་རེད། བདམས་ཡོང་དུས་ཁོ་ལ་བལྟས་ཚེ་ཆོག་ཤེས་བལྟས་ཚེ་ཡོང་དགོས་བ་རེད། དེ་འདྲ་ཡོད་དུས་རྩམ་པ་སྤྱི་འཐུས་ལྷན་ཁང་ནང་ལ་གཅིག་གིས་གཅིག་ལ་སྐྱོན་འཛུགས་བྱས་དེ་མ་གཏོགས། རྒྱལ་ཁབ་གཅིག་དང་མི་རིགས་གཅིག་གི་དོན་དག་ལ་འདི་འདྲའི་མགོ་བོ་དུག་སུ་མཐོང་ནས་གཅིག་པ་ག་ནས་ས་ཕྱོགས་ག་ནས་ཡིན་ན་གཅིག་མཐོང་ནས་ནི་ཆབ་སྲིད་ལང་ཚོ་བཟོ་ཐུབ་མཁན་དང་བཟོ་འདོད་ཡོད་པ་དེ་ཚོ་ཞེ་དྲག་མེད་པའི་སོ་ཕྱེ་འདུག་བ། ཁ་ན་ཆོལ་ཁ་ཆོས་ལུགས་ཁམ་པའི་ཁམ་པ་དང། ཨམ་མདོའི་ཨམ་མདོ་དང། དབུས་གཙང་དབུས་གཙང་དང། ཨམ་མདོ་གི་དབུས་གཙང་དང་ཁམ་པ་བསྡམས་ན་འགྲིག་མ་རེད། དབུས་གཙང་གི་མིག་གིས་ཁམ་པ་དང་ཨམ་མདོ་བསྡམས་ན་འགྲིག་མ་རེད་ཟེར་མཁན་དེ་འདྲ་དེ་འདྲའི་ལུགས་སྲོལ་བཟོ་མཁན་སུ་ཡོད་རེད་ག་པ་ཡོད་རེད། དེ་ནོར་བ་རེད་བརྒྱ་ཆ་བརྒྱ། ཡོན་ཏན་ཡོད་རུང་མེད་རུང་དེ་མཐོང་དགོས་དགོས་རེད། དེ། ཨ་ནི་ཆོལ་ཁ་ཆོལ་ལོ་བཞི་བོ་གཅིག་བཞི་བོ་གཅིག་ཐོག་ནས་བཞི་བོ་གོ་དགོས་ཡོད་པ་དེ་གལ་ཆེན་པོ་གཅིག་མཐོང་གོ་ཐུག་ན། ཨ་ནི། ཆོལ་ཁ་རེ་རེ་ནས་མི་བཅུ་བཅུ་ཟེར་བ། ཨ་ནི། ཆོལ་ཁ་ཆོལ། ཆ་ན་རུ་ཆོལ་ལ་ཆོལ་ཟེར་བ་ཆོལ་ཁ་ནས་མི་སོ། མི་བཅུ་བཅུ་གོ་དགོས་ཡོད་ན། ཨ་ནི་ཆོལ་ཕྱོགས་ནས། དབུས་གཙང་ཆོལ་ཁ་ནས།

ཐང་ནང་གི་སྐམ་དང་དབུས་གཙང་ཚང་མར་ཡོང་རོགས། དེ་འཕྲལ་གྱི་དབྱེན་བཅོས་ཀྱིས་བོད་པའི་མི་ཚོ་ཆབ་སྲིད་པ་མ་ཤེས་པའི་མི་ཞིག་དག་གི་ཆབ་སྲིད་བྱས་ཏེ་རོགས། རྒྱལ་ཁབ་གཅིག་དང་མི་རིགས་གཅིག་ཟེར། དཔེར་ན་ཨ་རི་ལ་ད་ང་ཚོ་ཨ་རི་མང་ཆེ་ཧ་གོ་རོགས་ཨ་རི་ནང་ལ་མི་ཁྲ་ཁྲ་པ་ཁྲ། མི་དཀར་པོ་དཀར་རྐྱང་ནག་པོ་ནག་རྐྱང་དེ་ནས་སེར་བོ།

དེ་འདྲའི་སྒྲ་གཅིག་ང་ཚོ་གོ་དགོས་བ་རེད། ང་ཚོ་བོད་པ་གཅིག་པ་ཡིན་དུས་ཙམ་པ་བས་འདྲ་མཉམ་གསོལ་ཏེ་འོས་ཤོག་འདི་བས་འདྲ་མཉམ་བཟོ་རེད། གཅིག་པ་གཅིག་ཀྱང། དབྱེ་འབྱེད་ཡོད་པའི་དབྱེ་འབྱེད་སྤུ་ཙམ་མེད་པ་གཅིག་གིས་ང་ཚོ་འདྲ་མཉམ་ཡོད་པའི་ཐོག་ནས་བོད་པ་སུ་དང་སུ་ནས་ཐོབ་ཐང་གཅིག་པ་ཡོད་པའི་ཐོག་ནས་བཟོ་ཐུབ་པ་ཡིན་ན་འདི་འཆམ་མཐུན་ཡོང་དགོས་རུ་བ་རང་བཞིན་གྱི་ཡོང་དགོས་རུ་བ། བོད་འདི་དེ་འདྲ་རྒྱ་མིའི་འོག་ལ་བསྡད་དུས་ད་ཡར་ལངས་ཕྱོགས་ཀྱི་གོ་ར་བོད་རྒྱལ་ཁབ་ཅིག་དང་མི་རིགས་ཅིག་རེད་མ་རེད་རྒྱལ་ཁབ་ཅིག་དང་མི་རིགས་ཅིག་རེད་དེར་བ་དེ་ཡིན་བཙོན་པ་དེ་གཟིམ་སྐོར་རྒྱལ་ཁབ་ཅིག་དང་མི་རིགས་ཅིག་ཡིན་ཟེར་ནས་མི་རིགས་དེ་བོད་བོད་མི་རིགས་གཅིག་པ་དེ་གཅིག་དེ་ཡིན་ཟེར་ནས་དེ་བོད་ལ་གནས་དགོ་བའི་དང་བོད་པའི་འཛིན་སྐྱོང་དེ་བོད་པ་བྱེད་དགོ་བའི་དེ་བཟོ་དགོ་རེད་དེ་ཆབ་སྲིད་ལངས་ཕྱོགས་དེ་ཡག་པོ་ཅིག་བྱུང་པ་ཡིན་ན་རྡོག་རྩ་གཅིག་སྒྲིལ་ཡོང་དགོ་རུ་བ། རང་བཞིན་ཡོང་གི་རེད། ཡི་གེ་ཆབ་སྲིད་ཀྱི་ལངས་ཕྱོགས་དེ་ཚོ་ཡག་པོ་རྩ་ནས་མེད་པ་ཞིག་དང། ཨ་ནི། ཆོལ་ཁ་ཆོས་ལུགས་ཀྱི་དེ་ཚོ་ཡོད་དུས་ཙམ་པོ་དེ་ཚོ་གི་བཟང་ངན་དང་ཟིན་ངན་ཀྱི་ཐད་ནས། ང་ཚོ་ལ་རྙོག་གྲ་མང་པོ་ཞིག་དང། ཨ་ནི་མི་མང་ལ་བདེ་བ་ཡོད་མ་རེད་མི་མང་ལ་བདེ་སྡུག་ཡོད་མ་རེད། མི་མང་སྤྲོ་བོ་ཡོང་དགོས་བ་མ་རེད། སྤྲོ་བོ་མི་ཡོང་མི་མང་སྤྲོ་བོ་མི་ཡོང་དང་བདེ་བ་མི་ཡོང་དེ། ཨ་ནི། སེམས་ཤུགས་དེ། དགོས་པ་ཅིག་ལ་བསྒྱུར་མ་ཐུབ་པ་ཞིག་མ་ཐུབ་པའི་རྒྱུ་མཚན་དེ། ཆབ་སྲིད་ཡང་དག་མེད་ཙང། ཆབ་སྲིད་ཡང་དག་སྒོ་འབྱེད་མཁན་ཡག་དག་མེད་དང་སྤྱི་འཐུས་ལྷན་ཁང་དམངས་གཙོ་ཀ་བ་གསུམ་གྱི་སྤྱི་འཐུས། ལྷན་ཁང་དེ་ཚོ་རུལ་བལྟས་སུ་རུལ་བས་སོ་རེད་ཅེས་དང། ཨ་ནི། ཁྲིམས། ཁྲིམས་དེ།

ཁོང་ཚོ་གང་ཡང་རག་ས་མེད་ཚོ་ཁོང་ཚོ་དེ་ངམ་ཆེ་ཆེ་མ་གཏོགས་ཡས་འགྲོ་ཡ་རེད་བཞག་ཟེར་ནས་འགྲོ་བ། རྒྱ་མི་གི་སུ་བེད་གི་བོད་བོད་ཀྱི་སུ་བེད་ཐབས་ཤེས་བྱུག་བ་དང། རང་བཙན་སྤྲད་གི་མེད་ས་ལབ་གི་རུ་བ། ལབ་གི་རུ་ཡས་མེད་ལབ་གི་རུ་བ། དེ་རྒྱ་མི་གི་གང་ཐག་ཚོས་བོད་དེ་ཟས་པ་རེད། བོད་དེ་ག་རེ་བྱིན་ཟས་རེད་ཟེར་ན་ལས་སླ་པོ། ལས་སླ་པོ་བྱས་ནས་ཟ་ཆོག་ཆོག་བྱེད་དང། མི། ཆབ་སྲིད་དང་ག་རེ་ཡིན་ནའི་འཛམ་བུ་གླིང་ཨེ་ཧ་གོ་མི་འདུག་ཤབ་ཆོག་མི་འདུག་འཛམ་བུ་གླིང་ནས་སྐྱག་རྫུན་དེ་འདྲའི་བཤད་ན་བཤད་ཤག་ན། འཛམ་བུ་གླིང་ངོས་ལེན་བྱེད་ཀྱི་རེད། ཨ་ནི་རྒྱ་མི་བོད་པ་སེང་གེ་དེ་ག་རེ་ཟེར་ན་ཨོ་ང་ཚོ་ཁོང་རེད། ངོ་མ་ཨ་གང་ནས་ཁྱབ་འབད་ག་གས་ཡོག་མ་རེད་ཁོང་ཚོ་ཡོན་ཏན་དང་ག་རེ་གནས་ཡོག་མ་རེད་ཟེར་གྱིན། དེ་འདྲའི་བསྡད། དེ་འདྲའི་བསྡད་མཁན་དེ་ཡིན་མི་ཅི་རེད་བ། དེ་ངོས་ལེན་བྱེད་དགོས་རེད་ཞི་བུ་བཀའ་བརྒྱུད་ཡིན་མདོག་མདོག་བྱས་ཡོག་མ་རེད།